དང་པོ་ལོ་བཀྲ་ཤིས་བདེ་ལེགས། དེ་རིང་གི་སློབ་ཁྲིད་ཀྱི་བརྙན་ཐུང་འདིའི་བརྒྱུད་ནས་ངས་ཁྱེད་རང་ཚོ་ལ་ཡ། སློབ་དེབ་དེ་ཇི་ལྟ་བ། འདི་འཛིན་རིམ་དྲུག་པའི་གི་སྤྱི་ཚོགས་རིག་གནས་སློབ་དེབ་ཆགས་ཏེ་བཞག། ཨ་འདི་ཤེས་རིག་ལས་ཁུངས་ཀྱིས་རྩོམ་སྒྲིག་དང་གཏན་འབེབས་བྱེད་རྒྱུ་གི་སློབ་དེབ་ད་ཡོང་རྒྱུ་གསར་པོ་དེ་ཆགས་ཏེ་ཡོད་རེད་བ། ད་འདི་གའི་ནང་ལོགས་ལ་ཡ་ང་ཚོ་མར་ཇི་སི་ཡོང་དུས་རྩ་ནས་དཀར་ཆག་དེའི་སྡེ་ཚན་མ་འདྲ་ལྔ་ལ་གོ་ཤ་ཁྱེར་ཡོད་རེད། ལྔ་གི་ནང་ལོགས་ནས་སྡེ་ཚན་གཉིས་པ་དེ་ལ་ཡ་རྒྱ་གར་གྱི་ལོ་རྒྱུས་ཆགས་ཏེ་ཡོད་རེད་བ། རྒྱ་གར་གྱི་ལོ་རྒྱུས་ཆ་མཐུན་རྩ་ནས་རྒྱ་གར་གྱི་ལོ་རྒྱུས་ཀྱི་སློབ་ཚན་ནང་ལོག་ནས་སློབ་ཚན་དང་པོ་ལོ་རྒྱུས་ཇི་ལྟར་བྱུང་དགོས་སམ་ཞེས་པ་དེ་ངས་སློབ་ཁྲིད་བྱེད་མཁན་ཡིན། ཨ་ནི་སློབ་ཁྲིད་འདིའི་བརྒྱུད་ནས་ཨ་ནི་ཁྱེད་རང་ཚོ་ལ་ཡང་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། ད་ང་ཚོ་སློབ་ཚན་དངོས་གཞི་འདི་འགོ་མ་ཚུགས་གོང་ལ་ཡང་སློབ་ཚན་འདིའི་བརྗོད་གཞི་ཁག་མ་འདྲ་ཁ་ཤས་ཅིག་ལ་ཡང་མ་གོ་ཆ་བརྒྱབ་ནས་བཞག་ཞོག་ད་འདིའི་བརྗོད་གཞི་དེ་ག་རི་ག་རི་ཡིན་པའི་དེ་ངེད་ཀྱིས་མ་ཅིག་སྟོན་པ་ཡིན་ན། བརྗོད་གཞི་དང་པོ་དེ་ལ་གནས་ཚུལ་ལ་རྒྱུས་ལོན་བྱས་པ། བརྗོད་གཞི་གཉིས་པ་དེ་ལ་ཡང་ཇི་ལྟར་བྱས་ན་འདས་པའི་བྱུང་རབས་ཤེས་རྟོགས་བྱེད་ཐུབ། བརྗོད་གཞི་གསུམ་པ་དེ་ལ་མི་རྣམས་གང་དུ་འཚོ་སྡོད་བྱེད་ཀྱི་ཡོད། བརྗོད་གཞི་བཞི་པ་དེ་ལ་ཡང་སྔོན་གྱི་བྱུང་རབས་འཚོལ་བ། ལྔ་པ། བྱུང་རབས་ནི་གཅིག་ཁོ་ན་ཡིན་ནམ་དུ་མ་ཡོད། དེ་ནས་ལོ་ཚིགས། འདི་བཅས་ལ་ཡང་ཆེས་སྔ་བའི་མི་རིགས། དེ་ནས། དོན་མེད་མི་རྣམས་གནས་གཅིག་ནས་གཞན་དུ་སྤོ་དགོས་དོན་གང་ཡིན། འདི་བཅས་ལ་ཡ་ཇི་ལྟར་བྱས་ནས་སྔ་མོའི་མི་རྣམས་ཀྱི་སྐོར་ཤེས་སམ། བརྗོད་གཞི་བཅུ་པ་དེ་ལ་འཚོ་སྡོད་བྱེད་པའི་གནས་འཚོལ་བ། བརྗོད་གཞི་བཅུ་གཅིག་པ་དེ་ལ་ཁོར་ཡུག། བརྗོད་གཞི་བཅུ་གཉིས་མཐའ་མ་དེ་བྱུང་རབས་ཀྱི་དུས་ཚོད་ལ་ཆགས། བརྗོད་གཞི་གྱི་དང་པོ་དེ་གར་ཆགས་འདུག་ཞུ་བ་ཡིན་ན། གནས་ཚུལ་ལ་རྒྱུས་ལོན་བྱེད་པ། ལྟ། གནས་ཚུལ་ལ་རྒྱུས་ལོན་བྱེད་པ་ལ་བསྡུས་པ་ལ་གནས་ཚུལ་དེ་ང་ཚོས་ཀྱིས་བཟང་བའི་ཕྱོགས་ལས་ཡོང་སྲིད་ཀྱི་རེད། ངན་པའི་ཕྱོགས་ལས་ཡོང་སྲིད་ཀྱི་རེད་གནས་ཚུལ་དེ་ཡག་ཉེས་ག་རེ་ཡིན་ནས་ཡོང་སྲིད་རུང་བ། ལྟ། གནས་ཚུལ་ག་འདྲའི་དྲག་པོ་ཞིག་ཡིན་པ་ཡིན་ནས་ལས་གནས་ཚུལ་དེ་ང་ཚོ་ཧ་གོ་ཡ་ལ་རྒྱུས་ལོན་བྱེད་པ་ལ་ན་ང་ཚོས་ཀྱིས་ཁ་སྐད་ནང་ལོགས་ལ་ཡང་ཧ་གོ་ཡ། ཧ་ག་འདེད་གོ་གོ་རེད་ལ་ཨེ་ཏི་ཆགས་ཀྱི་རེད། ད་གནས་ཚུལ་ལ་ཡང་དུས་ཚོད་ཀྱི་ཆ་ནས་ཡང་ཁྱད་པར་ཡོད་རེད་བ། གནས་ཚུལ་ག་ཤེད་དཔེ་མི་སྲིད་པའི་རྙིང་པ་ཡོད་རེད། གནས་ཚུལ་ཁ་ཤེད་ཁ་སང་རང་བྱུང་རྒྱོ་ཡང་ན་མདང་དགོང་བྱུང་བསྡད་རྒྱོ། ཡང་ན་གནས་ཚུལ་ཁ་ཤེད་བདུན་ཟླ་གཅིག་གཉིས་ལས་མ་སོང་བའི་གནས་ཚུལ་དེ་འདྲའི་ཡོད་རེད། གང་གང་ལྟར་ཡང་ད་ང་རང་ཚོས་ཀྱི་གནས་ཚུལ་དེ་རྒྱུས་ལོན་བྱེད་ཡས་ཀྱི་ཆེད་དུ་ཐབས་ལམ་མང་པོ་ཞོལ་ཆོས་རླུང་འཕྲིན་ལ་གསན་བྱས་ཨ་ནི་ག་བྱུང་བ་རེད་ལ་ན། གནས་ཚུལ་དེ་ཚོ་ཧ་གོ་ཡས་ཀྱི་ཐབས་ཤེས་བྱེད་དགོས་རེད། དེ་ནང་བཞིན་གྱི། ག་ལེ་ག་ལེ་དུས་ཚོད་འགྱུར་བ་འགྲོ་བ་ལ་བལྟས་ནས། ད་ང་ཚོས་ཀྱི་ཁ་ཕྱི་ལ་ཚགས་པར་ཁ་ལ། ཚགས་པར་ཁ་ལ་ལྟ་བྱས་ནས་ང་རང་ཚོ་ལ་གནས་ཚུལ་རྒྱུས་ལོན་བྱེད་ཡ། དེ་ནང་བཞིན་གྱི་ཡང་བསྐྱར་དུས་ཚོད་ལ་འགྱུར་བ་ཕྱིན་པའི་དབང་གིས། ད་ལྟའི་ཆ་ལ་ཡང་ང་རང་ཚོས་བརྙན་འཕྲིན་རིགས་དེ་འདྲ་བསིལ་བོ་ཡིན་ན། དེ་གའི་ནང་ལོགས་ལ་ཡང་ང་རང་ཚོས་གནས་ཚུལ་མང་པོ་ཞིག་ཞུ་ཡ་ཡོད། ང་ཚོས་ཀྱི་གནས་ཚུལ་ག་འདྲའི་འདྲ་བོ་ཅིག་ད་ཤེས་ཡ་ཀྱི་ཐབས་ཤེས་བྱེད་དུས་རྩ་ནས་གཞི་བཅོལ་ས་མ་འདྲ་བཞི་ལ་བྱ་བ་ཐུག་པ། གཙོ་བོ་དེ་ག་རེ་ག་རེ་རེད་ཤེས་སླ་བ་ཡིན་ན་དང་པོ་དེ་ལ་ཅི་ཞིག། དེ་ནས་གཉིས་པ་དེ་ལ་གང་འདུག། གསུམ་པ་དེ་ལ་ཡང་ཇི་ལྟར། བཞི་པ་དེ་ལ་ག་དུས། ད་འདུག་འདིའི་རིམ་པ་བཞི་དེ་ང་ཚོས་ཀྱི་ཁ་སྐད་ཀྱི་ནང་ལོགས་ལ་མ་ཞུས་པ་ཡིན་ན་རེ་བ་དགེ་ལགས་ཀྱིས། དང་པོ་དེ་ལ་ཅི་ཞིག་ལ་དུས་ཙམ་ནས་ག་རེ་ལས་སྦྱོར་བ། གང་འདུག་ལ་དུས་ཙམ་ནས་ག་བ་ལ་བྱུང་རེད་གནས་ཚུལ་དེར་བ། དེ་ནས་ཇི་ལྟར་ལ་དུས་ཙམ་ནས་ག་འདྲས། ག་འདྲ་བྱུང་ར་ལས་དེ་རོ། ཨ་འདི་ན་ཤིང་གི་ཐ་མ་དེ། དུས་ལ་དུས་ཙམ་ནས་ང་རང་ཚོ་གིས་དེ་ལ་ཡང་དུས་ཚོད་ཅིག་སྟོན་གྱི་ཡོད་པ་སྟོན་དགོས་བྱུང། ད་གལ་ཏེ་ང་ཚོས་ཀྱིས་ལོ་རྒྱུས་ག་འདྲའི་འདྲ་བོ་ཅིག་སྦྱང་གི་ཡོད་ནའི་རེད། གནས་ཚུལ་ག་འདྲའི་འདྲ་བོ་ཅིག་རྒྱུས་ལོན་བྱེད་ཀྱི་ཡོད་ནའི་རེད་འབའ་འདི། གཞི་འདི་ཧ་གོ་ཡ་འདི་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་དགོས། ད་དེ་ནས་བརྗོད་གཞི་གཉིས་པ་དེ་ལ་ཡར་ལོ་ནས་ཇི་ལྟར་བྱས་ན་འདས་པའི་བྱུང་རབས་ཤེས་རྟོགས་བྱེད་ཐུབ། ད་ང་ཚོས་འདས་པའི་བྱུང་རབས་ར་དེ་བལ་ལ་དུས་ཙམ་ནས་གོང་དུ་ཞུས་འབའ་ག་རེ། བོད་ཁུལ་ར་ལོ་ངོ་མང་པོ་བཞུགས་རྗེས་ཧ་ལས་པའི་མང་པོ་འགྲོ་བའི་ཀྱི་གནས་ཚུལ་དེ་འདྲའི་ཡོང་སྲིད་རེད་དེ་ནང་བཞིན་གྱི་ཁ་རྩང་དང་ཁེ་ཉིན་རང་བྱུང་བའི་གནས་ཚུལ་ཡང་ཡོང་སྲིད་རེད་དེ་ནང་བཞིན་གྱི་བདུན་ཕྲག་སྔོན་མ་ལ་བྱུང་བའི་གནས་ཚུལ་ཡང་ཡོང་སྲིད་རེད་དེ་འདྲ་ཡིན་དུས་གནས་ཚུལ་ལ་དུས་ཚོད་ཀྱི་ཆ་ནས་ཡང་རིམ་པ་མང་པོ་བཞུགས་རྒྱུར་ད་ང་ཚོས་ཀྱི་ད་གཞི་བཅོལ་ས་ལ་ནས་རེད་ད་གནས་ཚུལ་ཧ་གོ་ཡ་ལ་ཐབས་ལམ་རླུང་འཕྲིན་གྱི་ཐབས་ལམ་རེད་ལྟ་འདི་ན་བཞིན་གྱི་ནི་ང་རང་ཚོའི་གི་ཚགས་ཤོག་གི་ལམ་ནས་རང་ཚགས་པར་གྱི་ལམ་ནས་གནས་ཚུལ་རྒྱུས་ལོན་བྱེད་ཡ། འདི་ན་བཞིན་གྱི་ང་ཚོའི་གི་བརྙན་འཕྲིན་ལ་གཟིགས་བྱས་ནི་ག་རེ་གནས་ཚུལ་རྒྱུས་ལོན་བྱེད་ཡ་མང་པོ་ཡོད། ལྟ་གལ་ཏེ་འདི་གསུམ་དེ་མེད་བའི་དབང་དུ་བཏང་བྱས་ཨ་ནི་སྤྱི་བཏང་གི་ནམ་ཞར་རྒྱུན་ལྡན་གྱི་དུས་ཚོད་ཀྱི་ནང་ལོགས་ལ་ཡ་ང་ཚོའི་གི་གནས་ཚུལ་རྒྱུས་ལོན་བྱེད་པ་ཡིན་ན་ཨ་འདི་ལ་ཡ་ཡང་བསྐྱར་སྒོ་ནས་ཐབས་ལམ་མང་པོ་ཞུ་བྱོས། ལྟ་འདི་གའི་ནང་ལོགས་ནས་དང་པོ་དེ་ཡ་བཟའ་བཏུང་ར། ལྟ་མིག་གི། ཟ་དང་བཏུང་དང་ལ་ཡོད་བ་ད་དེ་ཚོ་ལ་ལྟ་བྱས་ཡང་ང་རང་ཚོ་གི་ནང་མི་དེ་གི་ཁྱབ་ལྗོངས་ཡང་ན་ཁ་ཟས་དེ་ག་གི་ཁྱབ་ལྗོངས་ར་དེ་འདྲས་ཀྱི་གང་ལ་ཤེས་ཡ་ལ་རོགས་པ་བྱེད་དགོས། དེ་ནང་བཞིན་གྱི་གྱོན་ཆས་གྱོན་ཆས་ཀྱི་ཆ་ལུགས་ལ་ལྟ་བྱས་པ། ཨ་ནི་འདི་ག་ལ་འོ་རེད་ང་ཚོ་གི་སྡེ་ཚན་ག་རིགས་ཀྱི་ཁོངས་སུ་གཏོགས་ཀྱི་ཡོད་བ་དང་དེ་ག་ནས་བྱུང་ཡིན་པ་དང་ར་ཨ་ནི་ག་དུས་བེད་སྤྱོད་བྱས་ཀྱི་ཡོད་བ་དང་དེ་ཚོ་ཚང་མའི་གང་ལ་ང་ཚོས་ཀྱི་ཧ་གོ་དགོས། དེ་ནས་དེ་ནང་བཞིན་གྱི་ང་རང་ཚོའི་གི་ནང་ར་ཁང་ཁྱིམ། སོ་སོའི་གི་གདན་ས་གི་ནང་ཡོང་སྒོར་བ་ཁྱིམ་དེ་ཚོ་ལ་ཡ་རྟོག་ཞིབ་བྱས་པ་ཡིན་ན་དེ་དེ་ཚོའི་གི་ཆགས་སྟངས་དེ་གི་ནང་ལོག་གི་བརྐོས་རིས་རི་མོ། ཡོ་བྱེད་དེ་ཚོ་ལ་བལྟ་བྱས་ཡ་ང་རང་ཚོའི་གི་ལོ་རྒྱུས་ཁག་མང་པོ་ཞེའུ་ཅིག་བཞིན་ཡ་ལ་ཕན་ཐོག་ཆེན་པོ་ཡོང་གི་ཡོད་རེད་དེ་ཚོ་ཐབས་ལམ་ཁ་ཤས་ཅིག་བྱས། ད་ང་ཚོའི་གནས་ཚུལ་རྒྱུས་ལོན་བྱེད་ཡག་ལ་བཟའ་བཏུང་ལ་ལྟ་བྱས་ང་ཚོ་གི་གནས་ཚུལ་རྒྱུས་ལོན་བྱེད་ཐུབ་ཡོད་རེད་དེ་ག་ནང་བཞིན་གྱི་ང་རང་ཚོས་ཀྱི་གྱོན་ཆས་ལ་ལྟ་བྱས་གནས་ཚུལ་རྒྱུས་ལོན་བྱེད་ཐུབ་ཡོད་རེད་དེ་ནང་བཞིན་གྱི་ང་རང་ཚོས་ཀྱི་ཨ་ནི་ཁང་ཁྱིམ་ཁང་པ་གྱི་བཟོ་ལྟ་དབྱིབས་ནང་ཆས་དེ་ཚོ་ལ་ལྟ་བྱས་ང་རང་ཚོས་ཀྱི་ལོ་རྒྱུས་ལ་ཨ་ནི་བྱང་པ་མང་པོ་བྱས་ཡོད་རེད་ད་དེ་སྐོར་ལ་མང་པོ་ཤེས་ཡོད་རེད། འདི་མ་ཡིན་པའི་ཀྱི་འཚོ་བའི་གནས་སྟངས་གཞན་དག་དེ་ཚོ་མང་པོ་ཅིག་ལ་བལྟས་ནས་ཡང་ང་རང་ཚོ་ལ་ཤེས་ཡ་མང་པོ་ཞུ་འཇུར། ད་འཚོ་བ་ག་ཤེད་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་སྔོ་མའི་དུས་ཚོད་ལ་ཡང་ང་རང་ཚོ་ཀྱི་རི་དྭགས་བསྐྱབ་དགོས་ར་བ། ཨ་རི་དྭགས་བསྐྱབ་དུས་རྩ་ནས་སྔོན་པ་སྔོན་པའི་ཀྱི་ལས་ཀ་ལ་བལྟ་ནས་ལག་ཆ་ག་རི་ག་རི་བེད་སྤྱོད་བྱེད་ཀྱི་ཡོད་པ། ལག་ཆ་མེད་པའི་སྐབས་སུ་ཁོ་རང་ཚོ་ཀྱི་ཐབས་ཤེས་ག་རི་བྱེད་ཀྱི་ཡོད་པ་དེ་འདྲའི་སྐོར་ལ་ཡང་ང་རང་ཚོ་གོ་རྟོགས་མང་པོ་ཅིག་རྙེད་བསྡད་ཀྱི་ཡོད་ར་ལོ་རྒྱུས་སེམས་འཚོ་བ་ཞེ་འདའ་འགྲོགས་པ། འདི་ནང་བཞིན་གྱི་ཚོང་པ་རེད་བ། དེ་ནས་ང་ཚོ་སྒྱུ་རྩལ་བ་རེད་བ། སྒྱུ་རྩལ་བ་ལ་དེ་རི་མོ་བྲིས་ངན་ལགས་རེད་བ། འདི་ནང་བཞིན་གྱི་རོལ་མོ་མཁན་ཏེ་དེ་ཚོ། མི་ཚེ་གྱི་ནང་ལོགས་ལ་འཚོ་བའི་ཡིན་གནས་མང་པོ་ཞིག་ལ་ལྟ་བྱས། འདི་ནང་བཞིན་གྱི་ཚེ་རིག་པ་ཡོང་གི་རེད་བ། ང་རང་ཚོ་གི་སྔོན་པ་ལགས་རེད་བ། འབྲོག་པ། ཚོང་པ། སྒྱུ་རྩལ་བ། རོལ་མོ་མཁན། ཚེ་རིག་པ། ཁོ་རང་ཚོ་གྱི་འཚོ་བ་སྐྱེལ་སྟངས་ལ་ལྟ་བྱས། ཨ་ནི་ང་རང་ཚོ་ལོ་རྒྱུས་མང་པོ་ཞེའུ་ཅིག་ཤེས་ཡ་ཡོད་དེ་ཡོང་རེད།

ད་སྔོན་མ་དུས་ཚོད་ལ་མི་དེ་ཚོ་མང་ཆེ་ག་བ་ལ་བལྟས་གོ་ལ་ན་ཡོངས་ཁྱབ་གཙང་པོ་རྒྱུག་ཁུལ་དུ་འཚོ་སྡོད་བྱེད། གཙང་པོ་རྒྱུག་ཁུལ་དུ་ལ་ན་གཙང་པོ་རྒྱུག་ས་ཀྱི་ས་ཆ་འདི་གི་གཡས་གཡོན་དེ་འདྲ་སྐམ་ས་ཡོད་ར་བ་དེ་འདྲའི་སྒང་ལ་འཚོ་བ་སྐྱེལ་གོ། ད་དེ་འདྲའི་སྒང་ལ་འཚོ་བ་སྐྱེལ་བ་ཙམ་མ་ཡིན་པ་ད་འདི་གི་གཡས་གཡོན་ལ་ནི་ཉེ་འཁོར་ལ་རག་དེ་འགྱོགས་ཀྱི་ནགས་ཚལ་ནས་རག་དེ་འགྱོགས་ཀྱི་ཨ་ནི། རང་བྱུང་གི་འབྲས་བུ་ལོ་ཏོག་འདི་ཚོ་ཡོར་བ་དེ་ཚོ་ཟས་བྱས་ནས་ཤིང་འབྲས་འདི་ཚོ་ཟ་བྱས་ཁོ་རང་ཚོ་གི་འཚོ་བ་སྐྱེལ་གྱི་ཡོད་རེད་ཨ་ནི་འདི་ནང་བཞིན་གྱི་ང་རང་ཚོ་བོད་རང་བོད་རང་ལ་ཆ་མཚོན་པ་ཡིན་ན་ཨ་ནི་ང་ཚོ་སྔོ་མའི་མི་འདི་ཚོ་ཁ་བའི་གི་རྒྱུག་ཆུ་ག་རེའི་ཉེ་འགྲམ་ལ་དེད་ཁོ་རེ་ལ་ན་ཨ་ནི་པར་རིས་ཅིག་ཁྱེད་རང་ཚོ་གཟིགས་གི་འདུག་བས་འོ་འདི་པར་རིས་འདི་རྒྱུག་ཆུ་དེ་གའི་ཉེ་འགྲམ་ལ་དེད་ཁོ། ད་འདི་པར་རིས་འདི་ཁྱེད་རང་ཚོ་ཕེ་ཅིན་སྐར་ཆ་ཁ་ཤས་ཀྱི་ལྡན་གྱི་ཚོད་དཔག་གནང་འདུག་ར་བ་ཚོད་དཔག་བྱས་ད་འདི་པར་རིས་རྒྱུག་ཆུ་ག་རེ་ཡིན་པ་འདྲ་བོ་འདུག་ར་བ། ལྟ་དེ་པར་རིས་འདི་གར་བྱ་གོ་སླ་བ་ཡིན་ན་ཡར་ཀླུང་གཙང་པོ་བྱ་བར། ང་ཚོ་སྔོན་མའི་བོད་པའི་མི་དེ་ཚོ་ཡར་དང་པོ་དང་པོ་འཚོ་བ་སྐྱེལ་ས་དེ་ཡར་ཀླུང་གཙང་པོ་གྱི་ཉེ་འགྲམ་ལ་ཡར་ང་རང་ཚོ་གི་འཚོ་སྡོད་བྱེད་གོ། ད་འཚོ་སྡོད་བྱེད་སྟངས་དང་ཨ་ནི་འདི་ན་བཞིན་གྱི་ཁ་ཟས་ལ་ལོངས་སྤྱོད་བྱེད་སྟངས་དང་དེ་ཚོ་ཚང་མ་ཅིག་ཨ་གཞན་དང་འདྲ་བོ་འདྲ་བོ་འདྲ་བོ་ཆགས་ཀྱི་ཡོད་ད་ནགས་གསེབ་ནགས་ཚལ་གྱི་ནང་ལོགས་ནས་ཞིང་འབྲས་རིགས་དེ་ཚོ་བརྐོ་ར་དེ་ཚོ་བསྒྲུག་དེ་ཚོ་ཟ་དེ་འདྲས་བྱེད་བྱེད་འཚོ་བ་སྐྱེལ་གྱི་ཡོད། ཨ་འདི་ནས་ག་ལེ་ག་ལེ་བྱས་ནས་ཨ་ཁོ་རང་ཚོ་གི་འཚོ་བ་དེ་བཟང་དུ་བཟང་དུ་བཟང་དུ་བཟང་དུ་འགྲོ་དུས་རྩ་ནས་ཨ་ཞིང་ལས་འདེབས་ཡག་དགོས་ཚུལ་ཨ་འབྲོག་པའི་ལས་ཀ་སེམས་ཅན་འཚོ་ཡག་དགོས་ཚུལ་འདུག་བྱས་རྗེས་ཨ་ཞིང་ལས་དང་འབྲོག་ལས་ལ་ཡ་དེ་ལས་ཡག་དགོས་ཚུལ་རེད་བ། ད་ཞིང་པ་དང་འབྲོག་པ་དེ་ག་འདྲས་ལས་ཡག་དགོས་ཚུལ་རེད་ག་འདྲས་ཁོང་ཚོ་གི་ཞིང་པ་གི་ལས་ཀ་དེ་ག་འདྲས་ངོས་འཛིན་ཐུབ་པ་བྱེད་ཡོང་རེད་འབྲོག་པའི་གི་ལས་ཀ་གི་ནང་ལོ་ནས་འབྲོག་པ་གི་སེམས་ཅན་དང་ཤོས་སུ་བཟོ་ཡ་གོ་ཚུལ་རེད་རེད་དེ་ང་རོ་ཚོས་གི་སློབ་ཚན་རྗེས་མ་གི་ནང་ལོ་ལ་འཁྲུལ་དུས་སློབ་ཚན་རྗེས་མའི་དེ་གི་ནང་ལོ་ལ་ནི་འགྲེལ་བཤད་བསེ་ཞིང་བསེ་བ་སྤྲད་ཡོད་དུས་རྩ་ནས་ནི་འདི་སློབ་ཚན་འདི་གི་ནང་ལོ་ལ་གོ་དུས་ཆེ་མོ་གོ་བ་ཆེ་ར་ད་བརྗོད་གཞི་གསུམ་པ་མི་རྣམས་གང་དུ་འཚོ་དུས་བྱེད་གི་ཡོད་དམ་ལ་ངས་དེ་གི་ནང་ལོ་ནས། གཙང་པོ་གྱི་ཉེ་འགྲམ་ལ་ཡང་འཚོ་སྡོད་བྱེད་ཀྱི་ཡོད་པ། ནགས་གསེབ་ནས་ཤིང་འབྲས་རིགས་དེ་ཚོ་བཏོག་ཆེ་ར་སྒྲུག་ཆེ། ཨ་ནི་དེའི་ཁ་ཟས་ཁ་ལག་ལ་ཡར་ལོངས་སུ་སྤྱོད་པ་འཚོ་བ་སྐྱེལ་བ། དེ་འདྲ་བྱེད་ཀྱི་ཡོད། ཨ་ནི་བོད་པའི་མི་དེ་ཚོ་ཡར་ཀླུང་གཙང་པོ་གྱི་ཉེ་འགྲམ་ལ་འཚོ་བ་སྐྱེལ་གྱི་ཡོད་པ་དང་ཨ་ནི་གཞན་དང་རང་བཞིན་གྱིས་ནི་ནགས་གསེབ་ནས་འབྲས་བུ་དང་ཤིང་རྡོ་རིགས་འདི་ཚོ་གཏོགས་བྱས་ནས་ཟས་བཅད་དེ་ཚོ་འཚོ་བ་སྐྱེལ་གྱི་ཡོད་པ་དེ་ཚང་མ་ཡོངས་ཁྱབ་བྱས་རོགས། ད་འདི་ནས་འདི་ག་ནང་བཞིན་གྱི་ང་ཚོས་ཀྱི་གདོད་མའི་མི་དེ་ཚོ་གདོད་མའི་མི་ལ་ན་གནའ་སྔ་མོས་ཀྱི་མི་དེ་ཚོ་གོ་གོར་བ་ད་ལྟ་གཙང་པོ་ཉེ་འགྲམ་ལ་འཚར་ལོངས་བྱེད་ཉེན་ཡོད་པ་དེ་ཚོ་ནི་ག་ཕྱི་གོར་ལ་ན་གཙང་པོ་གཅིག་ནས་གཅིག་གྱེས་བྱེ་ཐང་གཅིག་ནས་གཅིག་ལ་གྱེས་རོགས་རི་བོ་དང་རྒྱ་མཚོ་མང་པོ་ཅིག་གྱེས་བྱས་ནས་ཁོ་ཚོ་ག་ཕྱི་གོ་རེ་འགྲུལ་བཞུད་བྱེད་གོ་རོགས་གནས་གཅིག་ནས་ས་ཆ་གཅིག་ནས་ས་ཆ་གཞན་དག་ལ་འགྲུལ་བཞུད་བྱེད་གོ་རོགས། འགྲུལ་བཞུད་བྱེད་དགོས་ཡས་ཀྱི་རྒྱུ་མཚན་ག་རེ་རེད། རྒྱུ་མཚན་ག་རེ་རེད་ཞུ་བ་ཡིན་ན། ཁོང་ཚོས་ཀྱི་དོན་དག་མང་པོ་ཞུ་བཅུར། འགའ་ཤས་ཀྱི་འགྲུལ་བཞུད་བྱེད་དགོས་ཡས་ཀྱི་རྒྱུ་མཚན་འདི་རང་བྱུང་གི་འཇིགས་པ་ལས་སྐྱ་བད་ཀྱི་ཆེད་དུ། ད་ང་ཚོ་ཀྱི་རང་བྱུང་གི་འཇིགས་པ་ནང་ལོ་ལ་ཡ། ད་ལྟ་ཚང་མས་ཀྱི་ཧ་གོ་ཡས་ཀྱི་ས་ཡོམ་བྱུང་གི་ཡོད་རེད་རླུང་འཚུབ་བྱུང་གི་ཡོད་རེད། ཆུ་ལོག་ཡོང་གི་ཡོད་རེད་ད་དེ་ཚོ་ཚང་མ་རང་བྱུང་གི་འཇིག་པ་ཆགས་བསྡད་རོགས། དེ་ཚོ་ནི་སྐྱ་བད་ཀྱི་ཆེད་དུ་སོ་སོ་སོ་སོ་ཐར་ཡས་ཀྱི་ཆེད་དུ་ཨེ་ས་ཆ་གཅིག་ནས་ས་ཆ་གཞན་དག་ལ་སྤོས་འགྲོ་གི་ཡོད་རེད། དེ་ནང་བཞིན་གྱི་ས་ཆ་གཅིག་ནས་ས་ཆ་གཞན་དག་ལ་སྤོས་དགོས་ཡས་ཀྱི་རྒྱུ་མཚན་གཉིས་པ་དེ་ཨ་ནི་སོ་སོ་ཀྱི་འཚོ་བ་འཚོ་ཐབས་གསར་པ་གཅིག་རྙེད་ན་བསམ་ནས་རོགས། ད་དེ་འདྲས་ཀྱི་དཀའ་ངལ་ཡོད་ངེས་ཀྱི་མི་དེ་ཚོ་གི་ཨ་ནི་འཚོ་བ་གསར་བ་གཅིག་འཚལ་ཡས་ཀྱི་ཆེད་དུ་གོ་སྐབས་གསར་བ་གཅིག་རག་ཡས་ཀྱི་ཆེད་དུ་ཨེ་ས་ཆ་གཅིག་ནས་ས་ཆ་གཞན་དག་ལ་འགྲོ་གི་ཡོད་རེད། འདི་ནང་བཞིན་གྱི་མི་ཁ་ཤས་ཡང་སོ་སོ་གྱི་དམག་དཔུང་འདི་འདྲ་ཁྲིད་ཆེད་སོ་སོ་གྱི་སྡེ་ཚན་རུ་ཁག་རུ་ཁག་འདི་ཚོ་ཁྲིད་ཆེད་ཟུང་ཡ་རུ་བ་འདི་ཚོ་རེ་གིས་ནི་ཁ་ལ་གི་རེ་འཇུ་ཡ་དེ་འདྲས་ཀྱི་ཆེད་དུ་ནི་ཁོང་ཚོས་ཀྱི་ས་ཆ་གཅིག་ནས་གཞན་དག་ལ་འགྲོ་གི་ཡོད། ཡང་ཁ་ཤས་ཁ་ཆུ་ཁོག་རེ་ལ་བ་ཡིན་ན་འགྲོ་བ་རྒྱུ་མཚན་འདི་སོ་སོ་གྱི་ནི། ཤེས་བྱ་དང་སོ་སོ་ཀྱི་རྩལ་དེ་ཚོ་བརྗེ་ལེན་བྱེད་ཡག་གི་ཆེད་དུ་ལུང་པ་གཞན་དག་ས་ཆ་གཞན་དག་ལ་སྤྲོ་བས་ན་གསར་བ་ཞིག་ཤེས་ཀྱི་ཡོད་བ་དང་སོ་སོ་ག་ཅིག་དེ་ཡར་ཕར་ལ་བསླབ་ཡག་ཡོད་པ་ཞིག་དེ་འདྲས་ཀྱིས་ད་ཤེས་བྱ་བརྗེ་ལེན་གྱི་ཆེད་དུ་ཡང་མི་དེ་ཚོ་དུས་ཚོད་འདི་སྐབས་སུ་ཡར་མར་འགྲུལ་བཞུད་བྱེད་ཀྱི་རེད། ཨ་འདི་ན་ཤེས་སྐྱེ་བོ་ག་ཤེད་ཅིག་ད་ག་རེ་ལབ་ན་ང་ཚོས་ཀྱིས་ད་སྣང་བ་སྐྱིབས་སྐྱིབས་ལ་རོགས་ད་ང་རང་ཚོས་ཀྱིས། སྣང་བ་སྐྱེ་བའི་རྟགས་སུ་ཚོར། སྐྱེ་བོ་ཆུ་སྐྱེས་འགྲོ་བོ་དང། དེ་སྲིད་ཁུ་ཡང་ཡང་འགྲོ་བོ་དང། སེམས་པ་སྐྱིད་སྐྱིད་སངས་སངས་འགྲོ་བོ་དང་དེ་འདྲའི་ཡོང་བ་གི་ཆེད་དུ་ཡང་འགྲུལ་བཞུད་བྱེད་ཀྱི་ཡོད། ཡང་ཁ་ཤས་ཅིག་གིས་ཁ་ཆུ་ཁོར་ལ་ན་ཆོས་ལུགས། ཆོས་ཀྱི་ལས་དོན་སྤེལ་ཡ་གི་ཆེད་དུ་ར། གནས་གཅིག་ནས་གནས་གཞན་དག་ལ་ཡང་འགྲུལ་བཞུད་བྱེད་ཡོད། ད་དེ་འདྲའི་བྱེད་བྱེད་རྒྱུ་མཚན་མང་པོ་ཞིག་ཡོད། ར། ད་འདི་ཕལ་ཆེར་ཁྱེད་རྣམས་པ་ཚོ་གཙང་མ་ཆགས་ཡོད་ཀྱི་རེད་དྲན་གྱི་ཡོད། ཨ་འདི་ནས་ང་ཚོ། བརྗོད་གཞི་བཞི་པ་འདི་ལ་མ་འགྲོ་གི་ཡིན་ད། བརྗོད་གཞི་བཞི་པ་འདི་ལ་ཡང་སྔོན་གྱི་བྱུང་རབས་འཚོལ་བ། ད་ང་ཚོ་ལོ་རྒྱུས་མང་པོ་ཅིག་སྔོན་ལ་བྱུང་བསྡད་པ་རེད་སྔོན་མ་དེ་ལ་ལྟ་དགོས་རེད་བྱེད་སྟངས་ཟ་སྟངས་འགྲོ་སྟངས་ཨ་ནི་དེ་ནང་བཞིན་གྱི་རླུང་འཕྲིན་ཚགས་ཤོག་བརྙན་འཕྲིན་དེ་ཚོ་ལ་ལྟ་བྱས་སྔོན་ག་དུས་བྱུང་ཡིན་མེད་དེ་ཚོ་ཤིན་ཀོ་རུ་བ། ད་འདི་མ་ཡིན་པའི་གི་དུས་ཚོད་བྱུང་རབས་ལ་ན་ག་དུས་བྱུང་ཡིན་མེད་གི་དུས་ཚོད་དེ་སྐད་ཆ་བཤད་གོ་རུ་བ། དུས་ཚོད་ག་དུས་བྱུང་རེད་ག་འདས་བྱུང་རེད་ད་ང་རང་ཚོས་གི་ད་ལྟར་དྲི་བ་བཞི་ཅིག་ཡོད་བ་ཅི་ཞིག་གང་དུ། ཨཱ་ནི། ཇི་ལྟར། ག་དུས། ཏེ་འདི་ཚོ་བཞི་དེ་ཧ་གོ་ཡ་ཡི་ཆེད་དུ། ཨཱ་ནི་ང་རང་ཚོ་གི་ཡང་ཐབས་ཤེས། ག་ཤེས་ཅི་ཡོད་ར། ཏེ་འདི་འདྲས་ཀྱི་ཆེད་དུ་ཨཱ་ནི་ཡག་པོ་ཅིག་དང་ཞིབ་ཚགས་པོ་ཅིག་ཧ་གོ་ཡ་ཡི་ཆེད་དུ། ཨཱ་ནི་ང་རང་ཚོ་གི་ག་ཇི་གོ་ལ་ན། སྔོན་མ་དུས་ཚོད་ཀྱི་དཔེ་དེབ། ལ་ཡོད་ར་དཔེ་དེབ་ལ་ནི་ད་ང་ཚོ་གི་དཔེ་ཆ་ལྟ་ཀློག་བྱེད་ཡ། ད་ང་རང་ཚོའི་བོད་པའི་གི་ལོ་རྒྱུས་ཀྱི་ནང་ལོ་ལ་ཡ། ཏུང་ཧོང་གི་ཡིག་རྙིང་ར་ཡིག་རྙིང་ལ་ར། འོ་དེ་འདི་ཚོ་ལ་ལྟ་བྱས་འདི་ཚོ་རིགས་འདི་ཁ་ཆག་གོ་ལ་ན་སྔ་མོའི་གི་དཔེ་ཆ་སྔ་མོ་ལ་ན་སྔོན་མ་ནས་ཁྲིད་བྱ་རྒྱུའོ་ལོ་རྒྱུས་དེ་འདྲ་གི་དེབ་དེར་དེ་འདྲ་ཡོད་རེད་བ། འདི་ཚོ་ལ་ལྟ་ལོ་བྱས་བྱས་ང་རང་ཚོའི་གི་ལོ་རྒྱུས་གི་སྐོར་ལ་ནི་ཟབ་ཞིང་རྒྱས་པ་ཡག་པོ་ཞིའུ་ཅིག་ལྟ། གྲགས་རྒྱས་པོ་ཞིའུ་ཅིག་ཧ་གོ་ཐུབ་གི་ཡོད་རེད་བ། འདི་ང་ཚོའི་གི་དཔེ་ཆུང་ཆུང་ཕྱིར་བ། འདི་མ་ཡིན་དཔེ་གི་དེབ་ག་ཚོད་མང་པོ་བརྩམས་ཤར། རྩོམ་པ་པོ་མ་འདྲ་མ་འདྲ་ག་ཚོད་ཡོད་རེད། ལོ་རྒྱུས་ལ་ཡ་སྦྱང་པ་བྱེད་མཁན་མི་ག་ཚོད་མང་པོ་ཡོད་རེད་ཁོ་རང་ཚོ་གི་བྲིས་ཤར་རྒྱུད་ཀྱི་དེབ་དེ་ཚོ་ཀློག་པ་ཡིན་ན། འདི་གའི་ནང་ལོགས་ལ་ང་ཚོ་གི་ལོ་རྒྱུས་མང་པོ་ཞིའུ་ཅི་ཤི་ཡན་ཡོད་རེད། ཡིག་རྙིང་ལ་ཡི་གི་རྙིང་པ་དང་ཡིག་ཆ་དང་དེ་འདྲ་ཡོད་རེད་བ། ངོ་དེ་འདྲ་བྱས། ད་འདི་ཚོ་ཚང་མ་ང་ཚོ་ག་བ་ལ་ཉེ་གི་རེད་ལ་ན་འདི་ཚོ་ཚང་མ་དཔེ་མཛོད་ཁང་ནང་ལ་ལ་ཉེ་ཡ་ཡོད་རེད་འདི་ད་ཚང་མའི་མཁྱེན་གསལ་རེད་བ། འདི་ཚོ་ལ་ཡ་ནི་དཔེ་མཛོད་ནང་ལ་ཕྱིན་བྱས་འདི་ཚོ་གི་དེབ་དང་ཡིག་ཆ་རྙིང་པ་དང་འདི་ཚོ་ང་ཚོ་གི་སྔོག་བཤེར་བྱས་བྱས་འདི་ཚོ་ཀློག་འདི་འདྲའི་ཆང་པ་བྱིས་བ་ཡིན་ན་ཨ་ནི་ལོ་རྒྱུས་འདི་ག་དུས་བྱུང་ཡིན་པ་ག་འདྲས་བྱུང་ཡིན་པ་ཨ་ནི་དུས་ཚོད་འདི་གི་སྐབས་སུ་ག་རེ་ག་རེ་ཡོད་བ་འདི་ང་ཚོ་གི་ཡག་པོ་ཞུ་རྗེས་ཤེས་ཀྱི་ཡོད་རེད། ད་དེ་ནང་བཞིན་གྱི། ལོ་རྒྱུས་ཤིང་ཡང་གི་ཆེད་དུ། དཔེ་མཛོད་ནང་ལ་ཡོད་སྐྱོར་གྱི་བྲིས་དེབ་དེ་ཚོ་སྡེ་ཚན་ཁག་མ་འདྲ་མ་འདྲ་ལ་བསྐྱོད་ཡོད་རེད་བ། དཔེ་ཆ་བྱས་ན། ག་ཤེད་རྒྱལ་རབས་རྒྱལ་རབས་ཀྱི་སྡེ་ཚན་ལ་བསྐྱོད་ཡོད་རེད་ཆོས་འབྱུང་གི་སྡེ་ཚན་ལ་བསྐྱོད་ཡོད་རེད་སྨན་རྩིས་སྨན་དང་རྩིས་ཀྱི་སྒང་ལ་ཤིང་ཡང་ཡིན་ན་བསྐྱོད་ཡོད་རེད་ཚན་རིག་སྡེ་ཚན་ལ་ནི་བཞག་ཡོད་རེད། དེ་ནང་བཞིན་གྱི་སྤྱིར་བཏང་ཤེས་བྱ་གྱི་སྡེ་ཚན་ཡོད་རེད་ད་ང་ཚོའི་དཔེ་མཛོད་ཁང་གི་ནང་ལོགས་ལ་ཡང་ཨ་ནི་དེབ་གྲོགས་གཅིག་ཡོད་པ་ཡིན་ནའི་རེད་དཔེ་ཆ་དང་ཡིག་ཆ་དང་ག་རེ་ཡོད་པ་ཡིན་ན་ཚང་མ་ཀླུབ་ཚན་མ་འདྲ་མ་འདྲ་དེད་ཚན་མ་འདྲ་མ་འདྲ་ལ་བགོ་བཤའ་རྒྱབ་ནས་བཞག་ཡོད་རེད། ད་འདི་མ་ཡིན་པས་ཀྱི་ད་ང་རང་ཚོས་ཀྱི་ཡང་ལོ་རྒྱུས་ཤེས་ཡས་ལ་ཐབས་ལམ་གཞན་དག་ཅིག་ད་ང་ཚོ་ད་ལྟ་ཀློབ་ཚན་དེ་ག་རེ་ཡིན་པ་ཚང་མ་ལོ་རྒྱུས་ཇི་ལྟར་སྦྱོང་དགོས་སམ་ད་ལོ་རྒྱུས་ག་འདྲས་སྦྱང་གི་ཡིན་པ་ལ་དུས་ནས་ད་ལོ་རྒྱུས་ཀྱི་ཐབས་ལམ་དེ་འདྲས་ང་ཚོས་ཀྱི་ངོ་འཛིན་བར་བ་ངོ་སྤྲོད་བྱེད་རྒྱུ་ཙང་ནས་ཐབས་ལམ་གཞན་དག་དེ་ལ་ཡང་ག་རེ་ཡོད་ལ་ན་བཀོད་སྒྲིག་ལ། རྡོ་རྒྱུས་གང་ལ་བསྐོས་རྒྱག་རྒྱོ་ད་ང་ཚོ་དུས་སུ་དེ་ཟེར་བ་ཡིན་ན་རྡོ་རྒྱུས་གང་ལ་བསྐོས་རྒྱག་རྒྱོ་དེ་འདྲ་འདུག་བ་དེ་ན་བཞིན་གྱི་ང་ཚོས་ཀྱི་ནི་ཟངས་ཀྱི་ནི་ག་ལ་འོ་རེད་ལྕགས་དེ་འདྲས་ཀྱི་གང་ལ་ཡ་ཡང་ན་སྡེར་མ་དེ་འདྲས་གང་ལ་བསྐོས་རྒྱག་བྱ་རྒྱོ། དེ་ན་བཞིན་གྱི་ཤིང་དང་དགོན་སྡེ་ཁག་ལ་དེ་དུས་ཟེར་ནས་དེ་ཚོ་གང་ལ་བསྐོས་རྒྱག་བྱ་རྒྱོ་ཀུ་རི་ར། དེ་ན་བཞིན་གྱི་དེ་ང་རང་ཚོ་གི་ལྕང་བུ་ལ་ཡོད་པ་ཤིང་ལེབ་དེ་འདྲའི་སྒང་ལ་ཡང་ཡི་གེ་བྲིས་བཞག་ཡོད། ད་ང་ཚོ་གི་དེ་ཚོ་ཚང་མ། ད་དེ་འདྲའི་རིགས་འདི་ང་རང་ཚོས་དངོས་སུ་བྱ་མྱོང་མེད་པ་ཡིན་ནའི་ལས་ང་ཚོ་གི་དགོན་སྡེ་ཁག་ལ་འགྲོ་དུས་རྩ་ནས་ཨ་ནི་ཅོག་ཙེ་དང་དེ་འདྲའི་སྒང་ལ་འབྲུག་གི་པར་གྱ་གྱོ་དང་འོ་ད་ཀོས་མང་པོ་གྱ་གྱོ་ཡོང་གི་འདུག་བ། དེ་ནང་བཞིན་གྱི་ང་རང་ཚོས་ཀྱི་ཚེ་ཚང་དུས་སང་ལ་ཡང་རླུང་རྟ་བཏང་དུས་རྩ་ནས་རླུང་རྟ་གི་པར་ཤིང་དེ་ཚོ་ཚང་མར་བ་དེ་འདྲའི་རིགས་མང་པོ་ཞིའུ་ཅི་ཡོད། དེ་ཚོ་ལ་ལྟ་བྱས་ནས་ང་རང་ཚོ་ལོ་རྒྱུས་མང་པོ་ཞིའུ་ཅི་ཤེས་ཉེན་ཡོད། བསྐྱོད་རིགས་ཡང་ན་བསྐྱོད་ཡིག། བསྐྱོད་ཁྱག་སྒྱོགས་ཀྱི་ཡི་གེ་ཡོད་རེད་བ། དེ་ཚོ་ལ་བལྟ་བྱས་ནི་ང་རང་ཚོ་ལོ་རྒྱུས་ཤེས་ཡ་ཡོད་རེད། ད། འདི་གའི་ནང་ལོགས་ནས་ང་ཚོ་བསྐྱོད་ཡིག་ལ་ན་ག་འདྲའི་བྱེད་ལ་ལ་གི་དོ་མ་བྱེད་ལོག་གི་ཡིན་ད། བ། བསྐྱོད་ཡིག་ཞེས་པ་ནི་རྡོ་རིང་དང། གསེར། དངུལ། ཤིང་གི་བྱང་བུ་སོགས་ཀྱི་སྟེང་དུ་རི་མོ་དང་ཡི་གེ་བཀོད་པ་ལ་ཟེར། ད་དེ་ཡིན་གཅིག་མིན་གཅིག་རྡོ་རང་གི་སྒང་ལ་བཀོད་དགོས་རེད་བས་ལ་ན་དེ་འདྲ་གལ་མ་རེད། རྡོ་ཡིན་ན་འདྲ་ཤིང་ཡིན་ན་འདྲ་ལྕགས་ཡིན་ན་འདྲ་ཤིང་གི་སྤྱང་པོ་ཡིན་ནའི་འདྲ་གང་དག། དངོས་པོ་ག་འདྲའི་ཅིག་གི་གང་ལ་ཡང་བཀོད་རྒྱ་བྱེད་མ་ཡི་གེ་དང་རི་མོ་དེ་ཚོ་མ་བྲིས་བཞག་ཡོད་ན་དེ་འདྲའི་རིགས་ལ་ཡང་ང་ཚོས་ཀྱིས་བརྐོས་ཡིག་ལ་ནས་ངོས་འཛིན་བྱེད་ཆོག་གི་ཡོད།